རྒྱ་ཆེ་བའི་བོད་རིགས་སྤུན་ཟླ་ཡངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་རྒྱུ་ཡིན། དེ་ནི་དེ་རིང་ད་ངས་ཀྱི་འདི་ནི་མ་ང་ཚོ་བོད་ཀྱི་སྐད་ཡིག་དང་འབྲེལ་བ་ཡོད་པའི་ཐོག་ལ་སྐད་ཆ་ཁ་ཤས་ཅིག་བཤད་ན་བསམ་ཟེར་བ། ད་ང་རང་བཙན་བྱོལ་སྤྱི་ཚོགས་ལ་སླེབས་ནས་ཕར་ཆེར་ད་ལོ་གཅིག་ལ་ཉེ་བ་འགྲོ་བ་ཆགས་འགྲོ་འདུག་རེད་བ། དེ་བྱེད་དུས་ད་བཙན་བྱོལ་སྤྱི་ཚོགས་ལ་ང་རང་དང་པོ་སླེབས་པའི་སྐབས་ལ་བཙན་བྱོལ་སྤྱི་ཚོགས་ནང་གི་བོད་ཀྱི་སྐད་ཡིག་གི་གནས་སྟངས་དེ་ང་རང་གི་མཐོང་ཚེར་ནང་ལ་ག་འདྲ་ཅིག་བྱུང་སོང། ནི་དེའི་པར་ར་ལ་འགྱུར་བ་ག་རེ་ག་རེ་ཐེབས་སོང་ད་ལྟའི་ཆ་ལ་ག་འདྲ་ག་འདྲ་འདུག་ཟེར་བའི་ཟོག་འགྲོགས་ཅིག་གི་ཐོག་ལ་དང། ནི་མ་འོངས་པ་ན་ཅིག་ང་ཚོས་ད་ལག་པའི་ཆ་ཡང་ན་འཕེལ་རྒྱས་ཀྱི་ཆ་ང་ཚོས་ག་རེ་ག་རེ་བྱེད་དགོས་འདུག་ཟེར་དེ་འདྲའི་གི་ཐོག་ལ་ནི་བསམ་ཟོལ་ཅིག་བཤད་ན་བསམ་སོང་ར་བ། ད་ང་ཉིས་སྟོང་ལྔ་གི་ནི་སྤྱི་ཟླ་བཅུ་གཉིས་ཀྱི་ནང་ལོགས་ལ་ང་རྒྱ་གར་ལ་སླེབས་པ་རེད། ཟླ་ཉིས་སྟོང་དྲུག་གི་ཟླ་བ་གཅིག་ཟླ་དང་པོའི་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེ་གིས་བོད་ཀྱི་ཨ་མ་བར་ཏི་ལ་དུས་ཀྱི་འཁོར་ལོའི་དབང་ཆེན་ཐུགས་སུ་བཀུར་གནང་བ་རེད་ད་སྐབས་དེ་དུས་ང་རང་ད་ཐོག་མར་དེ་ལ་འབྱོར་བ་ཅིག་ཐུགས་སུ་ཆེན་པོ་ཆགས་ཀྱི་ཡོད་རེད། ད་སྐབས་དེ་དུས་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ཀྱི་བོད་ཀྱི་སྐད་ཡིག་གནས་སྟངས་དེ་ག་འདྲ་རེད་བཤད་ཟེར་ན། བོད་ཀྱི་སྐད་ཡིག་ལ་དམིགས་བསལ་གྱི་དོ་སྣང་གལ་མི་འདུག་གལ་ཆེན་པོ་གལ་མཐོང་གི་ཡོད་པའི་ཟོལ་འགྲོ་གཅིག་མི་འདུག་ལྷག་པར་ད་ལྟ་བོད་པ་འཛོམས་འཛོམས་ད་བོད་པ་འཛོམས་འཛོམས་ཟེར་ཡོང་དུས་ཅིག་མི་སྤྱི་སྤྱི་ཚོགས་ཀྱི་བོད་པ་འཛོམས་འཛོམས་དེ་ཟེར་གྱི་ཡོད་རེད་རེད་བ་ད་མི་སྐྱ་སོ་ནམ་གྱི་ནས་ཅིག་རིག་གཞུང་གི་དེ་འདྲའི་མཚན་ཚོགས་འདྲ་བོ་ཚོགས་གྱི་ཡོད་པ་ཡིན་ན་རེད་ཡང་ན་ཅིག་བག་སྟོན་གཉེན་སྟོན་དེ་འདྲའི་འདྲ་བོ་ཡིན་ན་རེད་ཡང་ཅིག་དགའ་དགའ་སྤྲོ་སྤྲོ་དེ་འདྲའི་འཛོམས་གྱི་ཡོད་པ་ཡིན་ན་རེད་གང་ལྟར་བྱུང་ག་དུས་འཛོམས་པ་ཡིན་ན་ནས་ཚང་མས་ནས་ཅིག།

ད་ང་རང་འདྲ་བ་ཆ་བཞག་པ་ཡིན་ན་བོད་ནང་ལ་ཡོད་པའི་སྐབས་ནས་ནི་ད་གཙོ་བོ་པན་ཆེན་རིན་པོ་ཆེ་གི་བཀའ་སློབ་དང་དེ་འབྲེལ་གྱི་ཐོག་ནས་རེད། དེ་ནས་ད་ག་ནང་བཞིན་ད་ང་ཚོ་བཙན་བྱོལ་ལ་ཕེབས་རྗེས་མ་བོད་ལ་ཕེབས་ཡོང་མཁན་མི་དེ་འབྲེལ་གྱིས་ང་ལ་ཤུགས་རྐྱེན་ཡག་པོ་ཐེབས་ཐུབ་ཡོད་རེད། དེ་འབྲེལ་གྱི་ཐོག་ནས་གོང་ལྟར་གྱི་བོད་ཀྱི་སྐད་ཡིག་དེ་ཙོང་མ་ཡང་དག་པ་ཅིག་ཉར་ཐུབ་དགོས་ཡ་བོད་ཀྱི་སྐད་ཡིག་དེ་ཉམས་ཆག་ཤོར་བ་ཡིན་ན་ནི་ང་ཚོ་མི་རིགས་ལ་གྱོང་གུད་ཆེན་པོ་ཅིག་ཡིན་པ་དེ་ངེད་ཀྱི་གསར་གསར་ཐེངས་ཐེངས་བྱས་ནས་ཧ་གོ་གི་ཡོད་རེད་བ། དེ་འདྲི་གི་རྒྱུ་མཚན་ཐོག་ནས་གང་དྲག་ནས་བཙན་བྱོལ་སྤྱི་ཚོགས་ལ་སླེབས་ཡོང་དུས་བོད་ཀྱི་སྐད་ཡིག་གི་གནས་སྟངས་ཐོག་ལ་ང་རང་ལ་དོ་སྣང་མངོན་གསལ་བྱུང། ད་སྐབས་དེ་དུས་བཙན་བྱོལ་སྤྱི་ཚོགས་ཀྱི་སྐད་ཡིག་གི་གནས་སྟངས་དེ་དེ་འདྲའི་འདྲ་ཞིག་རེད་ཞེས་དེ་ཙམ་མ་ཟེར་བས་ཅིག་ཆབ་སྲིད་ཀྱི་མི་སྣ་རེད་མི་ཆེན་ཟེར་དགོས་ན་རག་ད་ལྟ་ཅིག་གང་དྲག་ནས་ཨུ་འཁྲིད་མཁན་དེ་ཚོ་གིས་ཅིག་ད་ག་ནང་བཞིན་གཅིག་ཤེས་ཡོན་པ་ཡིན་ཟེར་མཁན་དེ་ཚོ་གི་ཤེས་ཡོན་གི་ཉམས་བསྟན་ཡང་དང་གཅིག་སོ་སོ་ཤེས་ཡོན་པ་གཅིག་ཡིན་པ་གི་གཅིག་མདོག་འདྲ་བོ་བསྟན་ཡང་དེ་ད་བོད་སྐད་ཤེས་མཁན་ཞིག་གི་ལ་ནང་ལོག་ལ་དབྱིན་ཇིག་གི་སྐད་འདྲ་བོ་གཅིག་དཀྲིས་དཀྲིས་གཏོང་ཐུབ་པ་ཡིན་ན་གཟིགས་རྒྱུ་ལྡན་པ་དང་མཁས་པ་ཡིན་པ་དང་གཅིག་ཁོ་ལ་མཁས་པའི་གི་ཁྱད་ཆོས་འགྲོ་མ་སོང་ན་མཚུངས་ཡོད་པ་མཚན་ཉིད་འགྲོ་མ་སོང་ན་མཚུངས་ཡོད་པ་དེ་འདྲའི་གི་གཅིག་ད་མདོག་འགྲོ་མ་སོང་ན་སླེབས་བསྡད་ཡང་རྣམ་པ་འདྲ་མ་སོང་ན་དེ་འདྲའི་གཅིག་བསྟན་བསྡད་ཡང་གནས་སྟངས་དེ་འདྲའི་འདྲ་བོ་གཅིག་རེད་ཤར་བ། ད་དེ་ནས་ཉིས་སྟོང་བཅུ་གསུམ་ལོ་ལ་ནས་ད། བཅུ་གཉིས་བཅུ་གསུམ་ནི་ཉིས་སྟོང་བཅུ་དྲུག་ལ་གོང་དུ་ང་ཚོས་སྐད་འཕྲིན་ཡང་ན་ཝི་ཆེད་ཟེར་ཏེ་དར་བར་བ། ད་དེ་ནས་ཕྱིན་ནས་ང་ཚོས་ཉིས་སྟོང་བཅུ་གསུམ་ལོ་ལ་ད་ང་རང་གི་གཙོ་བོ་འགན་འཁུར་བའི་ཐོག་ནས་ད་གར་ལོག་གི་རེད་ཅིག་ཕྱི་ལོག་ལ་བཞུགས་མཁན་བོད་པ་མང་པོ་ཡོད་རེད་ད་ཨ་རི་ལ་བཞུགས་མཁན་རེད་ད་ག་ནང་བཞུགས་ཀྱི་ཡོ་རོབ་ཡུལ་གྲུ་ཁག་ལ་བཞུགས་མཁན་རེད། ཨ་ནི་ད་ག་ནོར་གྱི་ཐའེ་ཝན་ལ་བཞུགས་མཁན་རེད་དེ་འདྲི་གི་མི་མང་པོ་ཡོད་རེད་ཨ་ནི་ང་ཚོ། ཅིག་དེ་དུས་ད་སྐད་འཕྲིན་ཚོགས་པ་དེ་འདྲི་གི་ནང་ལོགས་ལ་གཙོས་འདྲ་པོ་མང་པོ་ཞིབ་རྒྱག་གི་བར་ད་གཅིག་འགྲིག་སོང་གཅིག་འགྲིག་མ་སོང་ལ་ནི་རེ་བ་གཙོས་འདྲ་པོ་སྤེལ་རྒྱག་གི་ཡོད་རེད། ད་ངའི་གི་སྐད་ཆ་ག་རེ་བཤད་རེད་ཟེར་ན་ད་ང་ཚོ་གཙོས་མང་པོ་ཅིག་རྒྱག་ནི་ཕན་ཐོག་མི་འདུག་དེ་ལས་ང་ཚོ་གྲིམ་འགྲིག་ལྡན་པའི་ལས་ཀ་ཅིག་བྱེད་ཐུབ་པ་ཡིན་ན། བྱ་བ་ཅིག་སྒྲུབ་ཐུབ་པ་ཡིན་ན་གལ་ཆེན་པོ་འདུག།

ཨ་ནི་ང་ཚོས་ཚུལ་དུ་ཚོགས་པ་བཙུགས་པ་རེད་ད་ཚོགས་པ་དེའི་མིང་ལ་བོད་ཀྱི་སྐད་ཡིག་ཞབས་ཞུའི་ཁང་ཟེར་ནས་བཏགས་པ་རེད། ཨ་ནི། ད་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ང་ཚོ་བོད་ཀྱི་སྐད་ཡིག་ཞབས་ཞུའི་ཁང་བཙུགས་ནས་ལོ་བཅུ་ཐུག་ཟེར་ནས་འཁོར་ཡོད་རེད། ཨ་ནི། ད་དེ་གི་ནང་ལོགས་ལ། ཨ་ནི། ང་ཚོས་སྔོ་ཟེར་དོད་པོ་དེ་ཙམ་མ་ཡིན་པའི་ཐོག་ནས་བོད་ཀྱི་སྐད་ཡིག་གི་ཐོག་ལ་དངོས་ནས་བཟང་ཤོག་གི་ཤུགས་རྐྱེན་ཆེན་པོ་ཅིག་ཐེབས་ཐུབ་སོང་བསམ་བསམ་ད་བར་ལམ་གྱི་འགྱུར་བ་འདྲ་བོ་ཅིག་ང་རང་ལ་དོ་སྣང་དེ་བྱུང་བ་རེད། ཨ་ནི། ཉིས་སྟོང་བཅོ་ལྔ་ལོ་ལ། ཨ་ནི། གོང་ས་མཆོག་ཨ་ནི་དགོང་དྲོང་རྒྱ་ཆེ་ལ་ཕེབས་པའི་ཨ་ནི་བྱ་བཏང་ཐུགས་སུ་བྱིན་ནས་འཁེལ་ཡོད་རེད། ཨ་ནི་དེ་འདྲའི་ཕྱི་དྲོ་རྩམ་པ་ལ་ཐོན་གོང་ད་ཉིས་སྟོང་བཅུ་གསུམ་བཅས་བཅུ་བཞི་བཅས་བཅོ་ལྔ་བཅས་ད་གོང་བོང་ཆེ་ནས་ང་ཚོའི་ཨ་ནི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ད་ཅིག་ང་ཚོའི་གཞིས་ཆགས་ཁག་རེད་སློབ་གྲྭ་ཁག་རེད་དགོན་སྡེ་ཁག་རེད། ཚོང་དམག་ནང་ལ་ཡང་ཕར་འཛུལ་བྱས་རེད་བ། ཨ་ནི་ས་གནས་ས་ཐོག་ལ་བཅར་བྱས་ཨ་ནི་ང་ཚོ་བོད་ཀྱི་སྐད་ཡིག་ཐོག་ལ་ལིང་ག་སྤེལ་ཡོད་རེད་ད་ལིང་ག་དེ་གི་ནང་ལོགས་ལ་ང་ཚོས་གནད་འགག་འགྲོ་མ་སོང་ན་གནད་འགག་ཁ་ཤས་ཅིག་གསུམ་ཡོད་རེད་ད་གཅིག་དེ་ག་རེད་ལ་ན། ང་ཚོ་སྐད་ཆ་བཤད་པའི་སྐབས་ལ་སྦྲ་སྐད་རྒྱག་ཡ་རྒྱུ་ར་ད་བོད་སྐད་ཙོང་མ་མ་ཡིན་པ་རྒྱ་གར་སྐད་ཡིན་ན་རེད་དབྱིན་ཇི་སྐད་ཡིན་ན་རེད། ཨ་ནི་ད་དེ་འདྲིག་གི་གོང་ད་སྐད་གཞན་པ་ཀྲི་ཀྲི་གཏོང་ཡ་དེ་ཡག་པོ་མི་འདུག་ང་ཚོ་བོད་སྐད་གཙང་མ་ཅིག་རྒྱབ་དགོས་འདུག་ཟེར་ཐ་སྙད་ཡིན་པ་ཡིན་ནའང་བོད་ཀྱི་ཐ་སྙད་གཙང་མ་ཅིག་བེད་སྤྱོད་གཏོང་ཐུབ་དགོས་ཀྱི་འདུག་ཟེར་ཡ་དེ་ང་ཚོ་ད་ལིང་གར་གི་ད། ལྟེ་བ་འདྲ་མ་སོང་ན་སྡེར་ས་འདྲ་མ་སོང་ན་གནད་འགག་ཅིག་ཆགས་ཀྱི་ཡོད་རེད། གཉིས་པ་དེ་ཡིན་པ་ཡིན་ན། ཨ་ནི་ང་ཚོས་བོད་པ་ཕན་ཚུན་གྱི་བར་དུ་སྐད་ཆ་བཤད་པའི་སྐབས་ལ་བོད་སྐད་བཤད་དགོས་ཡ། ད་ག་ནང་བཞིན་གྱི་བོད་པ་སུ་ཡིན་པ་ཡིན་ནའང་ཕན་ཚུན་གཅིག་གཅིག་ལ་འབྲེལ་བ་བྱེད་པའི་སྐབས་ལ། ཡིག་འབྲེལ་བྱེད་པའི་སྐབས་ལ་དབྱིན་ཇིའི་བྲིས་མ་བདེ་བ་བྱས་ནས་བོད་ཡིག་བྲི་དགོས་འདུག་ད་དེ་དག་ཆ་ཡོད་ན་རེད་མེད་ན་རེད། གང་ལྟར་ཁོ་བརྡ་འཕྲོ་བ་ཅིག་གིས་ཨ་ནི་དེ་འདྲ་ཅིག་བྲི་དགོས་འདུག། ད་ག་ནང་བཞིན་གྱི་ཁྱིམ་ཚང་གི་ནང་ལོགས་ལ་ཨ་ནི། ཕ་མིས་བུ་ཕྲུག་དང་མཉམ་དུ་ཡིན་གཅིག་མིན་གཅིག། བོད་སྐད་བེད་སྤྱོད་གཏོང་དགོས་འདུག་ཟེར་ཏེ་ད་ང་ཚོའི་ལིང་གར་གྱི་གནད་འགག་ཁ་ཤས་ཅིག་ད་གནད་འགག་འགྲོ་མ་སོང་ན་དེ་ཚོ་གཙོ་བོ་ཟིན་གྱིས་ནི་ང་ཚོའི་ལིང་གར་སྤེལ་ཡོད་རེད། ཤེས་ཚེ་ང་ཚོའི་རིམ་པས་ད་ཅིག་ལིས་ཀྱི་འགྲོ་མ་སོང་ན་རྒྱལ་གཅེས་སྟོང་གཅེས། ནི་ད་ང་ཚོས་ཅིག་སྤྱི་ཚོགས་ནང་ལ་སྐད་ཆ་བཤད་པ་དེ་ཙམ་མ་ཡིན་པ་དེ་ལས་རྒྱལ་གཅེས་ནི། ད་ལྷ་བྲག་གི་ནང་ལོགས་ལ་བོད་ཡིག་ཡག་པོ་ཡོད་མཁན། དེ་ཚོ་ལ་ང་ཚོ་གཅིག་ག་ལ་དགོས་ར་ད་ཅིག་རྫོང་དུ་སྤྲད་ཐུབ་ཡ་དང་ཁོ་རང་ཚོ་ལ་བལྟས་ཚེ་ཅིག་མིག་དཔེ་གཏོང་ཡ་དང་སྤྱི་ཚོགས་ཀྱི་ནང་ལོགས་ལ་པུ་གུ་དེ་གི་བུ་གས་དཔེ་ཡག་པོ་རྒྱག་གི་འདུག་དཔེ་ཡག་པོ་འདུག་ལ་ནི་མིག་དཔེ་མིག་དཔེ་གཏོང་ཐུབ་ཡ་ཅིག་ཐོག་ལ་ང་ཚོ་གི་ལིང་གར་ཅིག་སྤེལ་བ་རེད་ད་དེ་གི་ནང་ལོགས་ལ་ང་ཚོ་སློབ་གྲྭ་ཁག་གི་ནང་ལོགས་ལ་བུ་གས་འགྲན་བསྡུར་བྱས་པ་རེད་བུ་གས་འགྲན་བསྡུར་བྱས་ནས་ཁོ་རང་ཚོ་ལ་ལག་ཆས་སྤྲད་ཡ་དང་ཅིག་ཁོ་རང་ཚོ་ལ་བརྙན་པར་སྤྲད་ཡ་དང་དངུལ་ཁྲ་ལ་ཕྲན་བུ་སྤྲད་ཡོད་རེད་དེ་འདྲས་བྱས་ནས་ང་ཚོ་ལིང་གར་ཅིག་སྤེལ་ཡོད་རེད་ད་ག་ནང་བཞིན་གྱི་ད་ད་དེ་ཉིས་སྟོང་བཅུ་བཞིའི་སྤྱིར་སྒོས་ནི་ཉོས་ཤིག་ཡིད་ཡོང་དེ་འདྲས་ལ་ཆགས་ཀྱི་ཡོད་རེད་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཆོས་ཉན་ཡང་ན་ཡུལ་གྲུབ་བཟོ་མཁན་ད་གང་ལ་གང་ཚོད་དར་གྱི་ཡོད་རེད་ཨ་དེའི་སྐབས་ལ་ཡིན་ན་ད་ཀྱི་བོད་སྐད་གཙང་མ་བརྗིད་རྒྱབ་ཐུབ་མཁན་གྱི་ཆོས་ཉན་བཟོ་མཁན་དེ་འདྲས་མང་པོ་ཅིག་ལ་ང་ཚོ་ཚོགས་པའི་ངོས་ནས་ནས་ལག་འཁྱེར་འདྲ་བོ་ཅིག་སྤྲད་གང་ད་ཐུགས་རྗེ་ཆེ་དཔེ་ཡག་པོ་འདུག་ཟེར་ཁོ་རང་ལ་སེམས་ཤུགས་འདྲ་བོ་ཅིག་པར་ཁྱོད་རང་གི་མུ་མཐུད་དེ་བོད་སྐད་རང་གི་ཐོག་ལ་ཆོས་ཉན་བཟོ་ཐུབ་ན་ཡག་པོ་འདུག་ཟེར་ནས་གང་ད་ཨ་འགྲིག་འདྲ་བོ་ཅིག་གི་ཐོག་ནས་ང་ཚོ་ལས་རིམ་ཅིག་སྤེལ་བ་རེད་ད་ག་ནང་བཞིན་གྱི་ལྷ་བྲག་གི་ནང་ལོག་ལ། ཨ་ནི་བོད་ཀྱི་སྐད་ཡིག་གི་ད་བརྒྱ་ཆ་དགུ་བཅུ་གོ་ལྔ་ཡན་ཆོད་རང་སྐད་ཚང་མ་ལ་ཨ་ནི་ང་ཚོ་གི་ཚོགས་པའི་ངོས་ནས་ད་བོད་ཀྱི་སྐད་ཡིག་ཞབས་ཞུ་གང་ཟེར་བར་ད་ཚོགས་པ་དེའི་ངོས་ནས་ཨ་ནི་རྒྱ་གར་ཁོ་མོ་ལྔ་སྟོང་རེ་སྤྲད་ཐབས་ཡག་གི་ང་ཚོ་དམིགས་ཡུལ་སེམས་བསྐྱེད་ཨ་ནི་ད་ད་ལྟ་བར་དུ་ལིང་ག་དེ་འགྲོ་ཡོད་རེད་རེད་བ། ཨ་ནི་གོང་ད་དེ་གི་རྒྱུད་རིམ་གི་ནང་ལོགས་ལ་ཨ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་བོད་ཀྱི་སྐད་ཡིག་འཕེལ་རྒྱས་གཏོང་ཐུབ་ཡ་ཡར་རྒྱས་གཏོང་ཐུབ་ཡ་བོད་ཀྱི་སྐད་ཡིག་ཐོག་ལ་བཟང་ཤོས་ཀྱི་ཤུགས་རྐྱེན་ཐོག་ཐུབ་ཡ་ལ་རྒྱ་ཆ་རྒྱ་ནག་གི་ནུས་པ་ཆེན་པོ་ཐོན་ཡོད་རེད། ད་ལྟའི་དཔེ་མཚོན་འགྲོ་བ་ཅིག་ངས་ཞུས་པ་ཡིན་ན། ཉིས་སྟོང་བཅུ་བཞི་ལོ་ལ། དགོངས་དག་བཅུ་བཞི་ལོ་མ་རེད། ཉིས་སྟོང་བཅོ་ལྔ་ལོ་ལ། ང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱ་གཅིག་ལ་ཕེབས་པའི་བྱ་དོན་དུས་སུ་འཁེལ་གྱི་ཡོད་པ་ཡིན་ཙང་ང་ཚོ་དགུང་གྲངས་བརྒྱ་གཅིག་ལ་ཕེབས་པའི་བྱ་དོན་བརྩི་སྲུང་གི་ཆེད་དེ། ང་ཚོ་རྒྱ་གར་སློབ་ཤོག་གི་དགོན་པ་ཁག་སློབ་གྲྭ་ཁག་ཡིག་ཆ་ཁག་ཚང་མ་ལ། ང་ཚོ་གཏམ་བཤད་བསྐོར་བསྐྱོད་བྱེད་ཁར་འགྲོ་ཡོད་རེད་ད་དེ་གི་ནང་ལོགས་ལ་ཉམས་ཞིབ་བྱེད་མཁན་གཙོ་བོ་གཏམ་བཤད་གནང་མཁན་གཙོ་བོ་དེ་ཝར་ན་སི་ནི་ཨ་ནི་རྒན་ལྷག་པ་མཚན་རོང་ལ་དུག་སེལ་ཉམས་ཞིག་བྱེད་ང་དེ་གི་རོགས་པ་འདྲ་བོ་བྱས་ནས་ད་ཁོང་དང་རྒན་ང་གཉིས་ཀྱི་གཅིག་སྐད་ཆ་འགྲོ་ཤེས་ཀྱི་དུག་སེལ་བྱས་ཡོད་རེད་དེ་གི་ཡིན་པ་ཡིན་ན་རྒྱ་གར་ལྷོ་ཕྱོགས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དེ་ཨ་ནི་རྗེས་སུ་ཞིབ་འཇུག་གི་གྲུབ་སྟངས་ཀྱི་ནང་ལོགས་ལ་གསར་བོ་བྱུང་ཡོད་རེད་ཨ་དེ་ག་འདྲ་རེད་ཟེར་ན་སྐབས་དེ་དུས་ཤི་རུ་བཀའ་བློན་ཨ་ནི་དངོས་གྲུབ་མཚན་རོང་ལ་ཕྱག་འདེབས་ཀྱི་ཡོད་རེད་ཨ་ནི་ཁོང་གི་ད་བོད་གཞུང་གི་ངོས་ནས་ཉིས་སྟོང་བཅུ་བཞི་ལ་ཨ་ནི་རྒྱ་གར་ལྷོ་ཕྱོགས་ཀྱི་སྐད་ཡིག་གི་གནས་སྟངས་ག་རེ་ཡིན་པ་གཞིས་ཆགས་ཀྱི་ཁག་གི་ནང་ལོགས་ལ་བོད་ཀྱི་སྐད་ཡིག་བསྐོར་ཞུགས་ག་འདྲ་བྱེད་ཀྱི་ཡོད་པ། གཅིག་དེ་གི་གནས་སྟངས་ག་རེ་ཡིན་པ་དེ་ཞིབ་འཇུག་བྱེད་སྐབས་མི་གཅིག་སྟོང་དུ་བ། ཉིས་སྟོང་ཉི་ཤུ་རྩ་དྲུག་ལོ་ལ་རང་ཅག་མི་དེ་ཡང་བསྐྱར་རྒྱ་གར་ལྷོ་ཕྱོགས་ལ་གཏོང་ཡོད་རེད། དེ་གཏོང་པའི་སྐབས་ལ། ནི། ད་ཁོས་ཞིབ་འཇུག་བྱེད་མཁན་མི་གཅིག་བྱེད། ཞིབ་འཇུག་བྱེད་ས་གི་ས་ཁར་དེ་ས་ཁར་གཅིག་པ་བྱས། དེ་བྱས་ནས་གོང་དུ་མཐའ་མ་ཁོས་བསྡོམས་དེ་ག་རེ་བརྒྱབ་ཡོད་རེད་ཟེར་ན། ཉིས་སྟོང་བཅོ་ལྔ་ལོ། ཉིས་སྟོང་བཅུ་བཞི་ལོ་ལ་རྒྱ་གར་ལྷོ་ཕྱོགས་ལ་འགྲོ་བའི་སྐབས་ལ། ཨ་ནི་བོད་པ་དུས་སུ་ད་བོད་ཀྱི་སྐད་ཡིག་ཉམས་ཆག་འགྲོ་ཡ་དང་བོད་ཀྱི་སྐད་ཡིག་ནང་ལོག་ལ་སྐད་ཡིག་གཞན་པ་འདྲ་མ་འདྲ་དཀྲི་དཀྲི་གཏོང་ནས་བེད་སྐྱོད་གཏོང་ཡ་ཤུགས་ཆེན་པོ་འདུག་ཟེར་ཡིན་པ་ཡིན་ན་ཡང་མི་མང་ལ་ད་ག་ཚོད་ཚོར་བ་གལ་མི་འདུག་ད་ཉིས་སྟོང་གཅིག་དྲུག་ལོ་ལ་ཨ་ནི་མི་མང་གི་ནང་ལོག་ལ་དེ་གི་དེ་གོ་རྟོགས་ཤུགས་ཆེན་པོ་གཅིག་སད་བྱ་ཨ་ནི་ག་རེ་ཟེར་ན་ད་བོད་སྐད་ཀྱི་ནང་ལོག་ལ་དབྱིན་ཇིའི་སྐད་དང་རྒྱ་གར་སྐད་ད་དེ་འདྲའི་དཀྲི་དཀྲི་གཏོང་ཡ་ཨ་ནི་ཁྱིམ་ཚང་གི་ནང་ལོག་ལ་ང་ཚོ་གཅིག་བོད་སྐད་མ་ཡིན་པ་རྒྱ་གར་སྐད་ད་དེ་འདྲའི་བོད་གཞིས་གཏོང་ད་ཡ་དེ་ཡག་པོ་མི་འདུག་དེ་ང་ཚོ་ཉེན་ཁ་ཆེན་པོ་གཅིག་རེད་བྱ་ཟེར་ནས་ཨ་ནི་ག་རེ་ཟེར་དགོས་ར་ད་གོ་རྟོགས་འདྲ་མ་སོང་ན་ཤུགས་ཆེན་པོ་གཅིག་སེལ་འདུག་ཟེར་ནས་ད་ཁོ་བོས་ཞིབ་འཇུག་གི་གྲུབ་དོན་དེ་དེ་འདྲས་ཅིག་གཏོང་སོང་གསུངས་ནས་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ཀྱིས་སྐབས་དེ་དུས་དུས་ཆེ་ནས་ང་ཚོ་ལ་གསུངས་སོང། དེ་ཅིག་བརྩམས་པ་ལ་ད་དེ་གི་ཐོག་ནས་གར་བསྟན་སྐོར་ཟེར་ན་ང་ཚོའི་ལིང་གར་དེ་གི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་སྐད་ཡིག་གི་ཐོག་ལ་གོང་འཚམས་ཀྱི་ཤུགས་རྐྱེན་ཅིག་ཐེབས་ཐུབ་ཡོད་པ། ད་ད་ག་ནང་བཞིན་གྱི་སྐབས་དེ་དུས་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ག་ལོ་ལམ་སྟོན་རབ་དང་རིམ་པ་གི་ནང་ལོགས་ལ་ང་ཚོ་ཅིག་བོད་པ་ཚོས་བོད་སྐད་བདག་པོ་རྒྱག་དགོས་ཡ་བོད་སྐད་བེད་སྤྱོད་གཏོང་དགོས་ཡ་ང་ཚོ་སྐད་ཡིག་དེ། སེམས་ཁམས་རིག་པའི་ཐོག་ནས་རེད་ནང་དོན་རིག་པའི་ཐོག་ནས་རེད་བར་ན་གར་སང་ནཱ་ལེནྡྲ་ཡི་གེ་ད་ཆོས་རྒྱལ་འཛིན་སྐྱོང་སྤེལ་སོང་གང་ཅིའི་ཆ་ནས་ད་བོད་ཀྱི་སྐད་ཡིག་དེ་བླ་ན་མེད་པ་དང་གོང་ན་མེད་པ་ཅིག་ཡིན་པ་གི་ནི་བཀའ་སློབ་ལམ་སྟོན་དེ་ད་རྒྱུན་མ་ཆད་པ་བྱས་ནས། བོད་པ་གཅིག་གཉིས་གསུམ་དེ་འདྲི་ཅིག་གོང་ས་མཆོག་གི་བཀའ་སློབ་གནང་ས་དེ་འདྲི་ཡིན་པ་ཡིན་ནའང་དེ་འདྲི་བྱས་ནས་བཀའ་སློབ་གནང་ཡ་གི་གནས་སྟངས་དེ་འདྲི་བྱུང་བ་ཡིན་ཙང་ད་ཕྱོགས་མང་པོ་ཅིག་ཤུགས་རྐྱེན་ལ་བརྟེན་ནས་ང་ཚོ་ཅིག་གང་ད་བོད་ཀྱི་སྐད་ཡིག་ཐོག་ལ་བཟང་ཕྱོགས་ཀྱི་འགྱུར་བ་འགྲོ་བ་ཅིག་འགྲོ་ཡོད་པ་འདྲ་བ་ཅིག། དུ་སི་རེ་བྱ། ད་ད་ལྟའི་ཆ་ལ་འདྲ་བོ་ཆགས་ཤར་བ་ཡིན་ན། ད་ང་ཚོ་ཕྱི་རྒྱལ་ལ་བཞུད་མཁན་ཡིན་པ་ཡིན་ནའང་རེད་རྒྱ་གར་ལ་བཞུད་མཁན་ཡིན་པ་ཡིན་ནའང་རེད། ཅིག། བོད་སྐད་ཅིག་ཤེས་པའི་སྐབས་ལ་ད་སྐད་ཡིག་བོད་སྐད་ཀྱི་ནང་ལོགས་ལ་ཅིག་དབྱིན་ཇི་སྐད་འདྲ་བོ་དང་རྒྱ་གར་སྐད་འདྲ་བོ་དང་དེ་འདྲས་དཀྲི་དཀྲི་གཏོང་ནས་བཤད་པ་ཡིན་ན་མུག་སྟུག་སྡུག་ཆགས་ཡིན་པ་ལྟ་སྟངས་དེ་ཡག་པོ་མེད་བ། བོད་སྐད་གཙང་མ་ཡག་པོ་ཅིག་ཤེས་ཐུབ་པ་ཡིན་ན་དེ་ལ་ལྟ་སྟངས་ཡག་པོ་ཡོད་པ་གཅིག་སྤྱི་ཚོགས་ནང་ལ་ངོམ་སོ་འགྲོ་མ་སོང་ན་ཡག་པོ་ཡོད་པ། དེ་འདྲའི་གི་ད་ཅི་ཁོ་སྤྱི་ཚོགས་གི་འགྱུར་བ་འགྱུར་ལྡོག་འགྲོ་མ་སོང་ན་ཤུགས་ཆེན་པོ་འགྲོ་ཐུབ་འདུག་བ། དང་ནང་བཞིན་གི་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་བཞུགས་མཁན་གྱི་ཕ་མ་དང་དེ་ཚོ་གི་དཔེར་ན་ང་ཚོ་སེར་སྐྱི། ད་ལྟ་དྲ་ཐོག་སློབ་གྲྭ་ལ་སོགས་པ་དེ་འདྲའི་གི་ནང་ལོགས་ལ་གཅིག་སྤུ་གུ་ཉམས་ཞིག་བྱེད་ཡ་དེ་ནི་ཕི་གེ་ལ། ཕྱི་རྒྱལ་ཡུལ་གྲུ་ཁག་ག་ས་ག་བ་ལ་ང་ཚོ་མང་ཆེ་བ་ལ་ད་གཟའ་འཇིགས་སློབ་གྲྭ་ཡོད་དེ་བ། ནི་སྤྱི་མཐུན་ཚོགས་པ་ཁག་གི་ཡིན་པ་ཡིན་ནའང་དེ་འདྲའི་གོ་སྒྲིག་བྱེད་ཀྱི་ཡོད་པ་ཡང་སྒེར་བ་གི་བཙུགས་པའི་དེ་འདྲའི་མང་པོ་ཡོད་བསྡད་པ། གང་ལྟར་དེ་འདྲའི་གི་ཐོག་ལ་ཡིན་ན། ཕ་མ་བཙུགས་གི་སོ་སོའི་བུ་གི་དེ་བོད་སྐད་བོད་ཡིག་ཅིག་མ་ཤེས་ན་འགྲིག་གི་མི་འདུག་བསམ་པའི་སེམས་ཚོར་དེ། སྔར་དང་བསྡུར་བ་ཡིན་ན་དང་འགྱུར་ལྡོག་དེ་མ་སོང་ན་བཟང་ཕྱོགས་འགྱུར་བ་ཞིག་ཡག་པོ་ཅིག་འགྲོ་ཡོད་པ་འདྲ་བོ། དེ་འདྲའི་གི་གནས་སྟངས་ཅིག་ཆགས་ཀྱི་འདུག་བ། དེ་ཡིན་པ་ཡིན་ཙང། ད་ང་རང་བཙན་བྱོལ་སྤྱི་ཚོགས་ལ་སླེབས་ནས། འདི་པ་དང་ད་ལྟ་ཟེར་ན་རེད་གོང་ད་དེ་གི་གནས་སྟངས་དེ་ང་རང་གི་མཐོང་ཚད་ལ་དེ་འདྲ་ཅིག་བྱས་ད་མ་འོངས་པ་ན་ང་ཚོ་བོད་ཀྱི་སྐད་ཡིག་དང་འབྲེལ་བའི་ཐོག་ལ་ད་དུང་ཡར་རྒྱས་གཏོང་དགོས་ཡ་གོང་འཕེལ་གཏོང་དགོས་ཡ་ང་ཚོ་ཁྱབ་ཆེ་རུ་གཏོང་དགོས་ཡ་གི་ལམ་ཁ་མང་པོ་བྱས་འདུག་ད་དེ་གི་ནང་ལོགས་ལ་ང་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་ཡིན་པའི་སྐབས་ལ་རྒྱ་གར་རྡ་རམ་ས་ལ་ལ་ནི་ང་ཚོའི་ཁྱུ་ཚོགས་མཐོང་ཕར་ཆེ་སྐྱིད་སྐྱིད་པ་ཡིན་ས་ཡོད་བསམ་སོང་དེ་འདྲའི་ཅིག་འཚོགས་སོང་དེའི་སྐབས་ལ་ང་ཚོ་གི་ད་འཚོགས་རྒྱུ་གནང་མཁན་གི་བླ་ཆེན་རྣམ་པ་དང་དེ་གི་ལ་ང་ཚོ་གི་ཚོགས་པའི་ངོས་ནས་ཡིག་ཆ་ཅིག་ཡར་ཕེབས་ཡོད་རེད་ད་ཡིག་ཆ་དེ་གི་ནང་ལོགས་ལ་གཙོ་བོ་ག་རེ་ཞིག་བྱུས་ཡོད་རེད་ཟེར་ན། ཨ་ནི་ང་ཚོའི་བོད་ཀྱི་སྐད་ཡིག་དེ་ནང་པ་སྤྱི་ཨ་ནི་སྐད་ཡིག་ལ་བཟོ་ཐུབ་དགོས་གི་འདུག་ཟེར་ད་ང་ཚོ་བོད་བརྒྱུད་ནང་བསྟན་སྤྱི་སྐད་ལ་ཟེར་གོ་རེ་ད་བོད་བརྒྱུད་ནང་བསྟན་སྤྱི་སྐད་ལ་བཟོ་ཐུབ་དགོས་གི་འདུག་ཟེར་ད་ག་ནང་བཞིན་གི་ད་ད་ལྟ་ཆོས་བརྒྱུད་བླ་ཆེན་ཁག་ཚང་མ་དུ་ཅི་ནི་ཞར་འཛུམ་ཁྲ་ཧྲུག་ཧྲུག་བྱས་ནས་བཞུགས་གནང་ཡོད་རེད། དེ་གི་འོག་ལ་ཆོས་བརྒྱུད་སོ་སོའི་ཁྱབ་ཁོངས་ནང་ལོགས་ལ་བླ་ཆེན་སོ་སོ་གི་ཐབ། གར་ས་གུར་སྙོབ་ཐུབ་ས་གི་ནང་ལོགས་ལ་ཨ་ནི་ཤེས་རྒྱུད་ཡ་བྲལ་ཁག་ལ་ང་ཚོ་བོད་པའི་ཆོས་ཚོགས་མང་པོ་ཅིག་ཡོད་རེད་ཆོས་ཚོགས་དེ་གི་དེ་གི་ནང་ལོགས་ལ་ཡིན་གཅིག་མིན་གཅིག་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་ཐུབ་དགོས་འདུག་ད་ག་ནང་བཞིན་གི་ཆོས་ཚོགས་དེ་ཚོ་གི་ནང་ལོགས་ལ་འདོན་པ་འདོན་ཡ་ཡིན་ན་རེད་སློབ་སྦྱོང་བྱེད་ཡ་ཡིན་ན་རེད། ཅིག་ག་རེ་ཡིན་པ་ཡིན་ན་ཚང་མ་ཨ་ནི་ཅིག་བོད་སྐད་རང་གི་ཐོག་ལ་བྱེད་ཐུབ་ཡ། ད་ག་ནང་བཞིན་གི་ཆོས་ཚོགས་དེ་གི་ནང་ལོགས་ལ་བོད་སྐད་སློབ་ཁྲིད་བྱེད་བྱེད་མ་འོངས་པ་ན་ཨ་ནི་ནང་ཆོས་སློབ་ཁྲིད་དེ་ཡང་ནས་དབྱིན་ཇིའི་དང་གི་སྐད་རིགས་གཞན་པ་ཐོག་ལ་བྱེད་མ་དགོས་པ་བྱས་ནས་བོད་སྐད་རང་གི་ཐོག་ལ་བྱེད་ཐུབ་ཡ་དེ་འདྲ་གཅིག་གི་དང་དམིགས་ཚད་བཟུང་བའི་ཐོག་ནས་དེ་འདྲ་གཅིག་བྱེད་ཐབ་པ་ཡིན་ན་དཔེ་གལ་ཆེན་པོ་རེད་ཤག་ཟེར་ནས་དང་ང་ཚོ་གི་ཡིག་ཆ་གཅིག་དུས་ཀྱི་ནི་ཁོང་རྣམ་པ་ལ་ཕིལ་ཡོད་རེད་དང་ངེད་ཀྱིས་ཟེར་ན་རེད་དེ་འདྲ་གཅིག་ཡ་ཕིལ་ཡོད་རེད་དེ་ཡིན་པ་ཡིན་ན་ངེད་ཀྱི་བསམ་བློ་གཏོང་བ་ཡིན་ན་ད་ལྟ་བསམ་བློ་གཏོང་བ་ཡིན་ནང་དེ་དཔེ་གནད་འགག་ཆེན་པོ་ཆགས་ཤག་བསམ་གི་འདུག་ང་ཚོ་བོད་ཀྱི་སྐད་ཡིག་དེ། ད་སྐད་ཡིག་དེ་ལ་ང་ཚོས་རིགས་ཁ་ཤས་འདྲ་བ་ཅིག་ཤེས་པ་ཡིན་ན་རེ་བ། ཚད་མཐོ་ཤོས་ཀྱི་ཐོག་ནས་ང་ཚོས་ནང་ཆོས་དང། ཨ་ནི་ང་ཚོ། བོད་ཀྱི་ད་སྐྱིབས་ཁྲག་རིག་པའི་གཞུང་ལུགས་དེ་ཚོར་འགྲེལ་བཤད་བརྒྱབ་ཐུབ་ཡག་གི། ཨ་ནི་སྐད་ཡིག་གི་གནས་ཚད་ཅིག་ཡོད་བསྡད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་ད་དེ་གི་མ་ཚད་ཤེས་པ་ཡིན་ན། ང་ཚོས་ཅིག་ཚོང་རྒྱག་ཡག་ད་ཅིག་གོང་ལྟར་དེ་འདྲའི་གི་ནང་ལོགས་ལ་ཡང་ཁུ་བསྐོ་ཤོས་བྱེད་ཡག་གི་སྐད་ཡིག་གི་གནས་རིམ་ཅིག་ཡོད་རེད་ད་མཐའ་མ་མཐའ་མ་ཅིག་མ་ཤོད་མ་ཤོད་ནས་ཤེས་པ་ཡིན་ན། ཨ་ནི་ང་ཚོས་ཅིག་འགྲོ་འཆག་ཉར་འདུག་གི་བྱ་བ་ཤོད་ལོ་མང་པོ་གི་ནང་ལོགས་ལ་བོད་ཀྱི་སྐད་ཡིག་བསྐོ་ཤོས་གཏོང་ཡག། གོང་དུ་འཚོ་བ་དང་འབྲེལ་བ་ཡོད་པའི་ཐོག་ལ་གོ་ཤོད་གཏོང་ཡག་གི་སྐད་ཡིག་ནི་སྟོང་དེ་འབྲེལ་གྱི་ཆགས་བསྡད་ཀྱི་ཡོད་པ་ཡིན་ཙང། ད་ང་ཚོ་ད་ལྟ་ཉམས་ཆགས་འགྲོ་ཡག་གི་སྐད་ཡིག་ཉམས་ཆགས་འགྲོ་ཡག་གི་དཀའ་ངལ་ཤུགས་ཆེ་ཤོས་གཅིག་སྟེ། ཨ་ནི། ང་ཚོ་ད་སྤྱི་ཚོགས་ཀྱི་ནང་ལོགས་ལ་ད་འགྲོ་འཆག་ཉལ་འདུག་གི་བྱ་བ་དང་ཤོད་ལོང་གི་ཐོག་ལ་ཡང་བེད་སྤྱོད་གཏོང་བསྡད་ཡག་གི་ཨ་ནི་བོད་ཀྱི་སྐད་ཡིག་ནི་སྟོང་དེ་ཆགས་སྐོར་ད་ད་ག་ནང་གི་དེ་གི་ནང་ལོགས་ལ་འཚོ་བའི་དགོས་མཁོ་དང་འབྲེལ་བའི་ཉེ་ཤོས་དང་འབྲེལ་བའི་ཐ་སྙད་མང་པོ་ཞིབ་ཅིག་ཨ་ནི་ཉམས་ཆགས་འགྲོ་ཡག་སྔ་མ་ཡོད་པ་དུ་སུ་མེད་པ་ཆགས་ཡག་ཨ་ནི་སྔ་མ་མེད་པ་མང་པོ་ཅིག་ད་བོད་ནང་ནས

ད་བླ་མ་མཁན་པོ་རྒན་ཞིག་ག་རེ་ཡིན་པ་ཡིན་ན་དེས་རིམ་པས་གཞུང་བཤགས་འགྲོ་རེད་ད་གསར་བ་ཅིག་སླེབས་ཡོང་གི་རེད་དེ་སྤྱི་འཐུས་ཚང་པ་ལ་ད་ལྟ་ང་ཚོ་ད་མགོ་བཙུགས་བཞིན་པའི་དུས་ཚོད་དེ་ཡིན་པ་ཡིན་ཙང་ད་ལྟ་ནས་མགོ་ཡག་པོ་ཅིག་བཙུགས་ཐུབ་པ་ཡིན་ན་ཨ་ནི་མ་འོངས་པ་ན་ལོ་ངོ་བརྒྱ་ཕྲག་སྟོང་ཕྲག་མང་པོ་གི་ནང་ལ་ཨ་ནི་དེ་གི་ཤུགས་རྐྱེན་ཆེན་པོ་བྱས་ནས་བསྡད་ཐུབ་ཀྱི་ཡོད་པ་དེ་ད་ང་ཚོ་བོད་པ་རང་གི་དཔེ་མཚོན་བྱས་ནས་བཤད་པ་ཡིན་ན་གསར་བོ་ཆགས་དགོས་རེད་ད་དཔེར་ན་ང་ཚོ་ནང་ཆོས་ཐོག་མར་བོད་ལ་དར་བའི་སྐབས་ལ

ད་ལྟ་དེའི་བར་དུ་ཡིན་པ་ཡིན་ནའང་ཁོ་བོའི་ཤུགས་རྐྱེན་དེ་མུ་མཐུད་དུ་བྱས་ནས་བསྡད་ཐུབ་ཀྱི་འདུག་བ་དེ་ཅི་ལྟར་བསམ་པ། ཐོག་མར་ང་ཚོས་རྨོངས་གཞི་རྒྱག་པའི་སྐབས་ལ་རྨོངས་གཞི་དེ་བརྟན་པོ་ཅིག་དང་ཨ་ནི་ཡག་པོ་ཅིག་དང། ཨ་ནི་དེ་འདྲ་ཅིག་འཛུགས་ཐུབ་པ་ཡིན་ན། ད་ལྟ་གལ་ཆེན་པོ་ཞི་བ་ཅིག་མ་འོངས་པ་ན་མི་ཐོག་མི་རབས་སྟོང་ཕྲག་ག་ཚད་འགྲོ་བ་ཡིན་ན་མི་ཐོག་ག་ཚད་རྗེས་བོ་རྒྱབ་པ་ཡིན་ན་ཡང་དེ་གི་ལམ་སྲོལ་དེ་མུ་མཐུད་དེ་བསྡད་ཐུབ་ཡག་གི་ཐོག་ལ་ཤུགས་རྐྱེན་ཆེན་པོ་བཟོ་ཐུབ་ཀྱི་ཡོད་པ་ཡིན་ཙང། ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་གི་ཆོས་ཚོགས་ཁག་གི་ནང་ལོགས་ལ་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་ཐུབ་དགོས་ཡ། ཨ་ནི། དག་གནང་རྒྱུ་གཅིག་བསྡོམས་པ་འདང་ཡ་འདི་དེའི་ཚང་མ་ནི་བོད་སྐད་ཐོག་ལ་བྱེད་ཐུབ་དགོས་ཡ། དེ་ཚོ་དཔེ་གལ་ཆེན་པོ། དག་གནང་རྒྱུ་གི་སློབ་ཁྲིད་བྱེད་ཡ་དེ་ཡིན་པ་ཡིན་ན་ང་ཚོ་བོད་སྐད་རང་གི་ཐོག་ནས་བྱེད་ཐུབ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་བསམ་གོ་རེ་ད་དེ་བྱེད་ཐུབ་པ་ཡིན་ན་ང་ཚོའི་བོད་ཀྱི་ཆོས་དུང་རུས་རྒྱང་གི་ནང་ལོག་ནས་ད་གལ་ཆེ་ཤོས་ཀྱི་གནད་དོན་ཨ་མ་འདྲ་བོ་གཅིག་དེ་མང་པོ་མི་ཐོག་མང་པོ་གཅིག་འགྱུར་བ་ཐེབས་པ་ཡིན་ན་ཡང་ང་ཚོས་ཉར་ཚགས་བྱེད་ཐུབ་ཀྱི་ཡོད་པ་དེ་གལ་ཆེན་པོ་གཅིག་ཆགས་ཀྱི་འདུག་ད་གནད་དོན་གཞན་པ་གཅིག་དེ། ད་ང་ཚོ། ང་ཚོ་བོད་རིགས་ཚེ་ཡོང་དུ་ལབ་ཡོང་དུས་བརྩམས་པ་ལ་ད་ང་ཚོ་རྒྱལ་ཁབ་ཅིག་གི་ཁྱབ་ཁོངས་སུ་གས་ཆགས་ཀྱི་ཡོད་མ་རེད་ས་ཆ་ག་ས་ག་བ་ལ་འཐོར་དུ་ཡོད་རེད་རྒྱལ་ཁབ་ག་ས་ག་བ་གི་ཁྱབ་ཁོངས་ལ་ཡོད་བསྡད་ཀྱི་ཡོད་རེད། རྒྱལ་ཁབ་དེ་དང་དེ་གི་ཨ་ནི། མི་སེར་ཡིན་པ་དང་མི་སེར་མིན་པ། ཨ་ནི་གང་ལྟར་དེ་འདྲའི་ཆེད་ནས། ད་ལྟའི་ཆ་ལ་ཡིན་ན་ད་ཅིག་འཛམ་གླིང་ག་ས་ག་བ་ལ་བེད་སྤྱོད་གཏོང་དེ་ཡག་ནི་ཐང་ཅིག་ཆགས་ཀྱི་ཡོད་རེད། དེ་ཅི་ཟེར་བརྩམས་པ་ལ་ང་ཚོའི་བོད་རྒྱལ་ཁའི་བེད་སྤྱོད། གཏོང་ཡ་དང་བོད་ཀྱི་སྐད་ཡིག་བདག་པོ་རྒྱག་ཡ་དེ་ང་ཚོ་ད་བོད་རང་ལ་བཞུགས་མཁན་གྱི་ཡིག་ཡུལ་རྒྱ་ཆེའི་མི་མང་དང་བཙན་བྱོལ་སྐྱབས་བཅོལ་ལ་ཡོད་མཁན་གྱི་བོད་པ་ཉུང་ཉུང་ཅིག་དེ་ལ་འགན་འཁྲི་བ་གཅིག་པུ་ཅིག་ཆགས་ཀྱི་ཡོད་མ་རེད་ད་ང་ཚོ་དང་ཆོས་དང་རིག་གཞུང་ཡེར་སོར་གོམས་ཤིག་ཕ་མེས་ཡང་མེས་ཀྱི་ལོ་རྒྱུས་ཀྱི་རྒྱུད་ཁོངས་མིའི་ཤ་གཟུགས་ཀྱི་གདོང་པ་ལ་སོགས་པ། ཅིག་གཟུགས་པོའི་གནས་སྟངས་གྲུབ་སྟངས་ལ་སོགས་པ། དགའ་ཕྱོགས་ལ་སོགས་པ་ཚང་མ་གཅིག་པ་ཡིན་མཁན་གྱི་གང་ལྟར་ང་ཚོ་ཧི་མ་ལ་ཡའི་གི་འདུག་ཟེར་གྱི་ནས་ན་ནར་ཡོད་བསྡད་གི་དེ་ལ་ཞུགས་མཁན་གི་ང་ཚོའི་རིང་ཐུང་གི་སྤུན་ཟླ་ཡང་ལ་རྒན་དེ་ཡོད་བསྡད་གི་ཡོད་རེད་སློབ་སྦྱོང་གནང་གི་ཡོད་རེད་མ་འོངས་པ་ཡིན་པ་ཡིན་ན་ཡང་ཁོང་རྣམ་པའི་སོ་སོའི་ཕ་ཡར་སོ་སོའི་དགོན་པ་སོ་སོའི་སྤྱི་ཚོགས་གི་ནང་ལོགས་ལ་བོད་ཀྱི་སྐད་ཡིག་དེ་བཀོལ་སྤྱོད་རྒྱ་ཆེན་པོ་གཏོང་ཐུབ་དགོས་ཡ་དང་དེ་གི་བཀོལ་སྤྱོད་གཏོང་ཐུབ་པ་ཡིན་ན་དེ་བེད་སྤྱོད་གཏོང་ཐུབ་པ་ཡིན་ན་ཁེ་ཕན་དེ་ག་རེ་ཡོད་རེད་ཟེར་བ་ཡིན་ན་ང་ཚོའི་ནང་ཆོས་རེད་ད་ག་ནང་ཆོས་ཀྱི་བོད་ཀྱི་སྐད་ཡིག་དེ་ཅིག་ང་ཚོའི་ཟ་སྐད་མཐོང་སྐད་དང་བྷ་ཚི་བརྡ་སྤྲོད་པ་ཙམ་གྱི་སྐད་ཡིག་ཅིག་གི་ཚད་ཀྱི་ཡོད་མ་རེད་ཧ་ཅང་གི་གནས་ཚད་མཐོ་བའི་སྐད་ཡིག་ཅིག་བྱ་དགོས་བ་རེད་བོད་ཀྱི་སྐད་ཡིག་ལ་བརྟེན་ནས་སྐད་ཡིག་གཞན་པ་མང་པོ་བཟོས་ཡོད་ད་དཔེར་ན་ང་ཚོའི་ཀོ་རི་ཡའི་སྐད་ཡིག་དེ་ཡིན་པ་ཡིན་ན་ང་ཚོའི་བོད་སྐད་བོད་ཀྱི་བོད་ཀྱི་ཡི་གེ་ལ་བརྟེན་ནས་ནི་གར་ཟེར་གོ་ཀོ་རི་ཡའི་ཡི་གེ་ཡིག་གཟུགས་བཟོས་ཡོད་བ་དེ་ཚོ་ཁོ་ཚོ་གསར་བོ་གསར་བོ་བྱས་ནས་ཆགས་ཀྱི་འདུག་ཟེར་ནས་དེང་སང་ཞིབ་འཇུག་པས་ལབ་ཀྱི་འདུག་བ་ད་ག་ནང་བཞིན་གྱི། ཨ་ནི་ང་ཚོའི་བོད་རང་གི་ཁྱི་པ་ཚིག་ཡིན་པ་ཡིན་ནའང་བོད་ཀྱི་སྐད་ཡིག་ལ་བརྟེན་ནས་ཡིག་གཟུགས་རྒྱན་པ་ཡང་དེ་འདྲའི་བཟོས་གནང་ཡོད་རེད་བ་དཔེར་ན་ང་ཚོའི་སོག་བོད་ཀྱི་སྔན་མ་གི་ཡིག་གཟུགས་དེ་ཡིན་པ་ཡིན་ན་ང་ཚོ་བོད་པ་རང་གི་བཟོས་བཅོས་ཀྱི་ཡིག་གཟུགས་ཆགས་ཀྱི་ཡོད་རེད་བ། ད་ག་ནང་བཞིན་དཔེར་ན་ཡང་ང་ཚོ་ཅིག་བོད་དང། ག་རེ་ཟེར་དགོས་རེད། སྐད་ཅིག་དཔེར་ན་ང་ཚོ་རྩིས་དཔེར་ན་གཅིག་གཉིས་གསུམ་གྱི་ཟེར་བའི་སོགས་འདྲ་བ་དེ་འདྲའི་གི་ཡང་སྒྲ་མདོངས་ཡང་ང་ཚོ་རྒྱལ་ཁབ་གཞན་པ་དེ་འདྲའི་གི་ནང་ལོགས་ལ་ཡང་གཅིག་པ་གཅིག་ཀྱང་ཡོད་བདེན་གི། གང་ལྟར་ནི་ང་ཚོའི་བོད་ཀྱི་སྐད་ཡིག་ཟེར་དུས་བརྩམས་པ་ལ་རྒྱ་ཆེན་པོ་དང་གཏོང་ཟབ་པོ་དེ་གི་ནང་ནས་སྐད་ཡིག་གི་གནས་ཚད་དེ་ཡིན་པ་ཡིན་ན། ད་འཛམ་གླིང་གི་ནང་ལ་གནའ་བོའི་གི་རིག་གཞུང་ཆེས་ཡག་ཤོས་ཕུན་སུམ་ཚོགས་ཤོས་མིའི་གི་སེམས་ནང་ལ་ལ་ཧ་ཅང་གི་མཇུག་བདེ་བོ་ཡོད་པའི་ད་ནོར་བ་སངས་རྒྱས་པའི་ཆོས་དེ་ཡང་མདོ་སྔགས་རིག་གནས་སྟངས་སྤྱི་པ་ཡོངས་སུ་རྫོགས་པ་ད་བོད་སྐད་གི་ཐོག་ནས་ད་ཡག་ཤོས་འགྲེལ་བཤད་རྒྱབ་ཐུབ་མཁན་དེ་བོད་སྐད་ཆགས་བསྡད་གི་ཡོད་རེད་དེ་ཅིག་རྩམ་པ་ལ་སྐད་ཡིག་དེ་ང་ཚོ་ཅིག་ཆུང་ཆུང་ཅིག་དང་ཡང་ན་མི་རིགས་གྲངས་ཉུང་ཉུང་ཅིག་གི་མི་རིགས་ཅིག་གི་གེ་ཤུ་བེད་ཤུ་གཏོང་བ་ཙམ་མ་ཡིན་པར་གནའ་བོའི་གི་ད་ཨེ་ཤ་ཡའི་གི་རིག་གནས་ཡོངས་རྫོགས་གི་ད་མཛོ་ཁང་འདྲ་མ་སོང་ན་ཆགས་བསྡད་ཡོད་པའི་སྐད་ཡིག་དེ་འདྲ་ཅིག་ཆགས་གི་འདུག་བ་དེ་ཅིག་རྩམ་པ་ལ་སྐད་ཡིག་འདི་བདག་པོ་རྒྱག་ཡ་དང་འདི་ཉར་ཚགས་བྱེད་ཡ་དང་འདི་སྦྱོང་སྤྱོད་སྤེལ་གསུམ་བྱེད་ཡ་དང་འདི་ཁྱད་པར་བྱེད་ཡ་དེ་ང་ཚོ་ཡོངས་རྫོགས་ལ་འགན་ཡོད་པ་ཅིག་དང། ཨཱ་ནི་དེའི་ཐོག་ལ་ཡིན་པ་ཡིན་ན་ང་ཚོ་ཚང་མས་ཅིག་ཤུགས་རྒྱག་དགོས་ཡ། ཨཱ་ནི་དོ་སྣང་བྱེད་དགོས་ཡ། ཨཱ་ནི་སྐད་ཡིག་དེ་ལ་མཐོང་ཆུང་མི་ཉན་པ། མཐོང་ཆེན་བྱེད་དགོས་ཡ། དེ་རྩ་འཛིན་བྱེད་དགོས་ཡ། དེ་ང་ཚོ་ཚང་མ་ལ་གལ་ཆེན་པོ་ཞིག་ཅིག་ཆགས་ཀྱི་འདུག་བསམ་དགོས་རེད། ད་ངེད་ཀྱི་རེ་བ་དང། རེ་བ་ཟེར་ན་རེད་ད་བསམ་འཚར་ཟེར་ན་རེད་ཁོ་ཏག་ཏག་ཅིག་ཡིན་མིན་ཅི་རིགས་རེད་ཡིན་པ་ཡིན་ན་ཡང། ད་བོད་ནང་ལ་ཆགས་ཞགས་པ་ཡིན་ན་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་དེ་ཕྱོགས་ཡོངས་ནས་རྩ་མེད་གཏོང་ཡ། མི་རིགས་ཁོ་རང་མེད་པ་བཟོ་རྒྱག་ཡ་རྒྱ་མི་རིགས་ལ་སྒྱིར་རྒྱག་ཡ་གི་སྲིད་ཇུས་དེ་ད་ཤུགས་ཆེན་པོ་ཞུགས་ཀྱིན་འགྲོ་གི་ཡོད་རེད་དེ་གི་ནང་ལོགས་ལ་གནད་དོན་གལ་ཆེ་ཤོས་དེ་ད་ད་ལྟའི་ཆ་ལ་ང་ཚོ་ཚང་མས་ཤེས་བསྡད་ཡ་གོ་བསྡད་ཡ་སྐྱ་རྡུལ་ལྷུབ་འདྲ་ཟེར་ཡ་དེ་རེད། དེ་གཅིག་ཙམ་པ་ལ་ད་ད་ལྟའི་དཔྱད་བསྡུར་སློབ་གྲྭ་གི་ནང་ལོགས་ལ་བུ་ཕྲུག་ས་ཡ་གཅིག་ལྷག་ཅིག་ནི་བཞག་ཡོད་རེད་ད་མ་འོངས་པ་ན་ཁོ་ཚོ་ཆེན་པོ་ཆགས་ཡོང་བའི་སྐབས་ལ་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ཀྱི་ད་ཅིག་ཤུགས་རྐྱེན་འདྲ་མ་སོང་ན་ཆེས་ཤོས་ཐེབས་ཐུབ་མཁན་བོད་པའི་སྤྱི་ཚོགས་ལ་འགྱུར་བ་འདྲ་མ་སོང་ན་དགའ་རོགས་ཅིག་ད་ཁོ་རང་ཚོས་གཏོང་གྲོགས་ཡོད་རེད་ད་ཁོ་རང་ཚོ་གི་མི་ཐོག་འདི་གི་ནང་ལོགས་ལ་གྲོང་གསེབ་ཀྱི་སྤུ་གུ་མང་པོ་ཅིག་ཁོ་རང་ཚོས་ཀྱི་ད་འོང་བ་ལ་འགྲོ་མ་སོང་ན་འགྲོ་བྱེད་ད་ནི་གང་ལྟར་བོད་ཀྱི་བོད་ནང་ལོགས་ལ་བོད་ཀྱི་སྐད་ཡིག་ཉམས་ཆག་འགྲོ་ཡག་གི་ཉེན་ཁ་དེ་ཆེན་པོ་ཡོད་བསྡད་ཀྱི་ཡོད་རེད་རེད་བ་དེ་རྒྱ་ནག་གཞུང་གི་སྲིད་ཇུས་ཡོངས་གྲས་ལ་ཉེན་ཁ་ཡང་ཆེན་པོ་ཡོད་རེད་རེད་བ། དེ་ཇི་སྲིད་ཙམ་པ་ལ་ང་ཚོས་ཧི་མ་ལ་ཡའི་རི་རྒྱལ་གྱི་ང་ཚོའི་བོད་རིགས་ཀྱི་ས་ཁར་ཁག་གི་ནང་ལོགས་ལ་ཨ་ནི་ད་རྒྱལ་ཁབ་གང་གི་ཁྱབ་ཁོངས་ལ་ཡོད་མི་ལ་མ་ལྟོས་པའི་ང་དེ་གའི་ལ་ཨ་ནི་ཅིག་བོད་ཀྱི་ཆོས་དང་སྐད་ཡིག་རིག་གཞུང་དེ་གའི་དེ་ཡག་པོ་ཅིག་ཉར་ཚགས་བྱེད་ཐུབ་པ་ཡིན་ན་མ་འོངས་པ་ན་ག་སྲིད་བོད་ནང་ལོགས་ལ་བོད་ཀྱི་སྐད་ཡིག་ཉམས་ཆག་ཤུགས་ཆེན་པོ་ཅིག་འགྲོ་བའི་དུས་ཚོད་ཅིག་བྱུང་བ་ཡིན་ན་ཡང། བོད་ཀྱི་བདེན་དོན་གསར་ཡ་དང་བོད་ཀྱི་མ་འོངས་པའི་གནས་སྟངས་དེ་ཡག་པོ་ཆགས་པའི་ཉིན་མོ་ལ། ང་ཚོའི་སྐད་ཡིག་དང་རིག་གཞུང་གང་ལ་གང་འཚམ་ཅིག་ཉམས་ཡོད་པ་ཡིན་ནོ་ཡང་དེ་ག་རེད་དེ་ག་དེ་ང་ཚོ་དང་རིན་ཐང་གི་སྤུན་ཟླ་གི་ས་ཁར་མང་པོ་ཅིག་ནས་སེ་ར་གདན་འདྲེན་བྱེད་ཆོག་ཡ་སེ་ར་ནང་འདྲེན་བྱེད་ཐུབ་ཡ་དེ་ག་དེ་ཤུགས་རྐྱེན་ཆེན་པོ་ཐེབས་ཐུབ་ཡ་དེ་ག་ལ་ཡིན་པ་ཡིན་ནའང་ང་ཚོས་ཕུགས་རྒྱང་རིང་པོ་གི་ཐོག་ནས་ད་ངས་ཀྱི་བསམ་ཚུལ་བྱས་པ་ཡིན་ན་དེ་ང་ཚོ་ཅིག་ཁེ་ཕན་ཡོད་པ་དང་ཕན་ཐོག་ཡོད་པ་འོ་དེ་འདྲའི་གི་གནས་སྟངས་ཅིག་རེད་ཤག་བསམ་གྱི་འདུག་ད་ཐང་ནང་བཞིན་གྱི་ང་ཚོ་བཙན་བྱོལ་སྤྱི་ཚོགས་ལ་ཡོད་བདེན་གྱི་བཙན་བྱོལ་གྱི་རྒྱལ་ཁབ་ག་བ་ལ་ཡོད་པ་ཡིན་ནམ་གང་ལྟར་ང་ཚོ་སྐྱབས་བཅོལ་བོད་པ་ཡོངས་རྫོགས་ཀྱི་སོ་སོའི་ཁྱིམ་ཚང་གི་ནང་ལོགས་ལ་ནི་ཕ་མའི་བུ་ཕྲུག་དང་མཉམ་དུ་ཡིན་གཅིག་མིན་གཅིག་བོད་སྐད་རྒྱག་པའི་ཐད་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ང་ཚོའི་ཕྱི་རྒྱལ་ཡུལ་གྲུ་ཁག་ནས་འཚར་ལོངས་བྱུང་བའི་སྤུས་ཁ་ཤས་ཀྱིས་བོད་སྐད་དཔེ་ཡག་པོ་རྒྱབ་ཐུབ་པ་ཁ་ཤས་ཀྱིས་བོད་སྐད་ཡག་པོ་རྒྱབ་མ་ཐུབ་པ་དེ་གའི་ཁྱད་པར་དེ། ཕྱི་ལོགས་ཀྱི་འཚར་ལོངས་བྱུང་ས་ཀྱི་ཁོར་ཡུག་དེ་གཅིག་པ་ཡིན་པ་ཡིན་ན་ཡང། ནང་ལོགས་ཀྱི་འཚར་ལོངས་བྱུང་ས་ཀྱི་ཁོར་ཡུག་དེ་ལོགས་ཁ་ཡིན་པ་ཡིན་ཙང་སྤུས་ཉིག་པར་ཁྱད་པར་དེ་འགྱིག་འགྲོག་འདུག་བ་དེ་གཅིག་ཏུ་བརྩམས་པ་ལ། ཕ་མའི་བུ་ཕྲུག་ཚོ་དང་མཉམ་དུ་ཡིན་གཅིག་མིན་གཅིག་བོད་སྐད་མང་ཙམ་རྒྱབ་དགོས་ཡ་བོད་ཡིག་གཅིག་བོད་ཡིག་བྲི་ཡ་གང་ལྟར་བོད་པ་གི་སྤྱི་ཚོགས་བོད་ཀྱི་རིག་གཞུང་དང་ཆོས་དུང་རིག་གཞུང་དེ་གི་ཁོར་ཡུག་དང་ཁ་མ་བྲལ་བའི་ཚ་སོབ་སོབ་ཀྱི་ཁྱིམ་ཚང་གཅིག་བཟོ་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་བ། ད་དེ་གི་ནང་ལོགས་ལ་ཡིན་ན།

ཐབས་མཁས་པོ་བྱས་པའི་ཐོག་ནས་རེད་བ། གཞན་འཇམ་པོ་བྱས་པའི་ཐོག་ནས། ཅིག་རྩེད་མོ་དང། ཨ་ནི་ཅིག་གར་སེ་གོ་རུ། ཅིག་ད་ང་ཚོ་ཅིག་རྩེད་མོ་རྩེ་ཡ་དང་ཧ་ཧ་ཧོ་ཧོ་ཅིག་གི་ནང་ལོགས་ནས་རིམ་པས་རིམ་པས་ཨ་ནི་སྤུ་གི་དེ་ལ་ཨ་ནི་བོད་ཀྱི་སྐད་ཡིག་དང་རིག་གཞུང་དང་ནང་ཆོས་དང་དེ་གི་དེ་ཞག་རྩི་སླེབས་ཐབས་ཡ་དང་ལྷག་པར་དུ་སོ་སོ་བོད་གཞན་སླེབས་ཐབས་ཡ་བོད་ཀྱི་སྐད་ཡིག་ཟེར་ཡོང་དུ་བརྩམས་པ་ལ་སོ་སོ་གི་སྐད་ཡིག་ཡིན་པ་ཨ་ནི་དེ་བདག་པོ་རྒྱག་མཁན་དང་དེ་སོ་སོ་གི་བདག་པོ་མ་བརྒྱབ་ན་འགྲིག་གི་མེད་པ། དེ་སོ་སོ་ལ་བདག་པོ་རྒྱག་ཡ་ངན་དེ་སོ་སོ་ལ་ཡོད་བསྡད་པ་དེ་འགྲིག་གི་འདུ་ཤེས་ཅིག་བསྐྲུན་ཐུབ་དགོས་ཡ་དེ